ལོ་རྒྱུས་ཉི་ཤུ་རྩ་དྲུག་པ་ཡི་ལེའུ་ལྔ་པ། ད་ལྟ་ང་ཚོ་སྦར་ཤ་ཟལ་གྱིས་འབྲེལ་ཆེན་བཤངས་པའི་ལོ་རྒྱུས་དེ་ལྟ་གི་ཡིན། ནི་བེ་ཀ་ནེ་ཟ་གྲོངས་པ་དང་བེ་ཤ་ཟལ་རྒྱལ་པོ་ལ་ཆགས་པ་རེད། ཁོང་གིས་འབྲེལ་ཆེན་ཆེན་པོ་ཞིག་བཤམས་ནས་སྐུ་དྲག་གཅིག་སྟོང་ཙམ་སྐད་བཏང་ནས་དེ་དག་དམ་མཉམ་དུ་ཁྱུང་མཐོང་བ་རེད། ཁོ་ཚོ་ཆུང་འཐུང་བཞིན་ཡོད་པའི་སྐབས་སུ་ཁོང་གིས་སོ་སོའི་གཡོག་པོ་ལ། མི་བསད་ཅིག། བསད་དང་སྔོན་གྱི་ཕོར་པ་དེ་འཁྱེར་ཤོག། མི་ཐམས་ཅད་དེ་ནས་འཐུང་དགོས་ཞེས་བཀའ་གནང་བ་རེད། གཡོག་པོ་རྣམས་ཀྱིས་ཕོར་པ་དེ་ཚོ་ཁྱེར་ནས་ཁོ་ཚོ་ཕོར་པ་དེ་ནས་ཆུང་འཐུང་བ་རེད། ཕོར་པ་དེ་ཚོ་ནི་ཡེ་རུ་ཤ་ལམ་ཆོས་ཁང་ནང་གི་ཆོས་ཆེན་ཞིག་རེད། ཆང་འཐུང་བཞིན་ཡོད་པའི་སྐབས་སུ་ཁོ་ཚོ་སོ་སོའི་ལྷ་ལ་མཆོད་པ་ཕུལ་བ་རེད། ལྷ་དེ་ཚོ་ནི་སྲས་དང་སྔོན་གདོལ་དང་གཤེན་སྐྱེས་ཀྱི་སོག་པའི་ཀི་འདྲ་རེད། གློ་བུར་དུ་ཕུག་འབྲོང་གི་ཆང་ལ་མི་ཡི་འཛུབ་མོ་ཡོད་པ་ཞིག་གིས་ཡི་གེ་བྲིས་བཞིན་ཡོད་པ་རྒྱ་བོད་ཡིས་མཐོང་པ་རེད། རྒྱ་བོད་ཡིག་དེ་མཐོང་ནས་གདོང་བཤིག་ལོག་པ་དང་ཞེད་སྣང་ཆེན་པོ་སྐྱེས་ནས་སོ་སོའི་རང་ནད་འདི་སུས་བརྒྱུད་ནས་ཁ་ཐུག་ལངས་ཐུབ་མེད་པ་རེད། དེ་ནས་ཁོང་གིས་བ་བི་ལན་གྱི་བླ་མ་དང་རྩིས་པ་ཐམས་ཅད་བསྐྱེལ་བཏང་བ་རེད། རྒྱ་བོད་ཡིག་དེ་བདག་ལ་གསུངས་པ། ཁྱོད་ཚོ་སུ་ཞིག་གིས་ཡི་གེ་དེ་ཀློག་ནས་ང་ལ་འགྲེལ་བཤད་བརྒྱུད་ཐུབ་པ་ཡིན་ན། དེ་ལ་བྱ་དགའ་ཆེན་པོ་དང། སྐེ་ལ་གསེར་རྟ་བསྐོན་པ་མ་ཟད་རྒྱལ་སྲས་ཡི་ནང་དུ་གོ་གནས་ཆེ་ཤོས་གསུངས་པ་དེ་གནང་གི་ཡིན་ཞེས་གསུངས་པ་རེད། རྒྱལ་པོ་ཡིས་མིའི་མཁས་པ་རྣམས་ཡོང་པ་དང་མི་སུ་གཅིག་གིས་ཡི་གེ་དེ་ཀློག་ཐུབ་མེད་ལ་དེ་ཡི་འགྲེལ་བཤད་ཀྱང་བརྗོད་ཐུབ་མེད་པ་རེད། དེ་ནས་རྒྱལ་པོ་དེ་ལས་ལྷག་པར་ཞེན་ལོང་ཆེན་པོ་བྱུང་བ་རེད། རྒྱལ་པོ་དང་སྐུ་དྲག་རྣམས་སྐད་ཆ་བཤད་བཞིན་ཡོད་པ་དེ་རྒྱ་མོ་ཡིས་ཐོས་པ་དང་མོ་དེ་ལ་ཡང་ནས། རྒྱལ་པོ་སྦ་ཤད་བཟའ་ལ། མི་ཚེ་རན་པོ་ཡོང་བར་ཤོག། ཞེན་ལོང་མ་བརྗེད། གདོང་བཤད་མ་ལོག། ངའི་མི་ཞིག་ཧ་གོ་གི་ཡོད། ཁོང་ནི། ནེ་བི་ཀ་ནེ་ཛར་ཁྱེད་ཀྱི་ཨ་ཕ་ཡིན། ཁོང་ཐམས་ཅད་ལས། སློབ་སྟོན་པ་ཞིག་བསྐོས་ཡོད། ཁོང་གིས་བྱ་བ་ཐམས་ཅད་ཧ་གོ་གི་ཡོད། མི་དེ་ཡི་མིང་ལ་དཱ་ནེ་ཡལ་རེད། ཁོ་ནི་མཁས་པ་དང་གཅུང་པོ། རྨི་ལམ་རྣམས་འབྲི་ཤེས་རྒྱུ་ཐུག་གི་ཡོད་པ་རེད། ཁོང་ལ་སྐད་གཏམ་དང་ཁོང་གི་ཡི་གེ་དེའི་ཆེད་ལ་འབྲི་ཤེས་རྒྱུ་ཐུག་གི་རེད། དཱ་ནི་ཡཱལ་རྒྱལ་པོ་དྲུང་དུ་སྐད་བཏང་བ་དང་རྒྱལ་པོ་ཡིས་ཁོང་ལ་དྲིས་པ། ཁྱེད་རང་དཱ་ནི་ཡཱལ་ཡིན་པས་ཁྱེད་རང་ཡ་ཧུ་དཱ་པ་ཡིན་པས། ཁྱེད་ཀྱི་ནང་དུ་ལྷ་རྣམས་ཀྱི་སེམས་ཡིད་གནས་ཡོད་པ་དང་ཁྱེད་ནི་ཤེས་རབ་ལྡན་པ་དང་གོ་རྟོགས་ཅན་ཞིག་ཡོད་པ་དེ་ངས་གོ་མྱོང་འདུག། ངའི་བླ་མ་དང་རྩོད་པ་ནང་སྐད་བཏང་ནས་རྩོད་པ་ཐོག་ཏུ་བྲིས་ཡོད་པའི་ཡི་གེ་དེ་ཀློག་ནས་ང་ལ་འགྲེལ་བཤད་རྒྱག་དམ་ཞེས་སྐད་ཆ་དྲིས་པ་ཡིན། འོས་ཀྱང་ཁོ་ཚོ་ཡིས་བྱེད་ཐུབ་ཀྱི་མི་འདུག། ངའི་རེ་བ་ལ་ཁྱེད་ཀྱིས་དེ་ཀློག་ཐུབ་གི་རེད་བསམ་གྱི་འདུག་གལ་སྲིད་ཁྱེད་དེ་ཀློག་ནས་ང་ལ་འགྲེལ་བཤད་རྒྱག་ཐུབ་པ་ཡིན་ན་ངས་ཁྱེད་ལ་བྱ་དགའ་ཆེན་པོ་སྤྲད་པ་མ་ཟད་ཁྱེད་ཀྱི་སྐེ་ལ་གསེར་གྱི་སྐུ་ཐག་གཡུག་ནས་རྒྱལ་སྲས་ནང་དུ་གོ་གནས་ཆེན་པོ་གསུངས་པ་དེ་སྤྲད་གི་ཡིན། དཱ་ནེ་ཡལ་གྱིས་རྒྱལ་པོ་ལ་ལན་བརྒྱབ་པ། ང་ལ་བྱ་དགའ་མི་དགོས། དེ་ཚོ་མི་གཞན་ལ་སྤྲད། ཡིན་ན་ཡང་ངའི་ཡི་གེ་དེ་ཀློག་ནས་དེའི་འགྲེལ་བཤད་ཁྱེད་ལ་རྒྱག་ཆོག། རྒྱལ་པོ་ལགས། བླ་ན་མེད་པའི་དཀོན་མཆོག་གིས་ཁྱེད་ཀྱི་ཨ་ཕ་ནེ་བེ་ཀ་ནེ་ཟཱ་ལ་གཟི་བརྗིད་དང་དབང་ཐང་ཆེན་པོ་གནང་ནས་ཡག་པོ་གནང་གི་ཡོད། འོད་ཀྱང་ཁོང་གི་སེམས་པ་ཁྲ་པོ་ཆགས་ནས་སྤོབས་པ་ཆེན་པོ་བྱས་ནས་ཁོང་གིས་གཟི་བརྗིད་དང་དབང་ཐང་རྒྱ་སྲས་ཚང་མ་མེད་པ་བཟོ་གནང་བ་རེད། གལ་སྲིད་ཁྱེད་རང་ནེ་བི་ཀ་ནེ་ཛཱ་ཡི་བུ་ཡིན་པ་ཡིན་ན་གནས་ཚུལ་དེ་ཚང་མ་ཧ་གོ་གི་རེད། ཁྱེད་ཡང་སྤོབས་པ་ཆེན་པོ་བསྐྱེད་ནས་ཡ་ཧོ་ཝཱ་དཀོན་མཆོག་ལ་ཁ་གཏད་བྱས་ནས་ངོ་ལོག་བྱེད་ཀྱི་ཡོད། ཁྱེད་ཀྱིས་ཁོང་གི་མཆོད་ཁང་ནས་ཕོར་པ་དེ་ཚོ་བེད་སྤྱད་བཏང་གནང་ཡོད། རྩིག་པ་ཡི་ཐོག་ཏུ་ཡི་གེ་བྲིས་ཡོད་པ་དེ་ནི་དཀོན་མཆོག་ནས་བཏང་གནང་བ་ཞིག་རེད། དེ་ལ་ཡོད་པའི་ཡི་གེ་དེ་ནི་མེ་ནི་མེ་ནི་ཁྲེ་ཁཱལ་བྷ་སིན་རེད། ད་ལྟ་ངས་ཚིག་དེ་ཚོ་འགྲེལ་བཤད་རྒྱག་གི་ཡིན། མི་ནི་ཡི་དེ་ནི་ཁྱེད་ཀྱི་རྒྱ་སེ་སྐྱོང་བ་ཚེ་དེའི་ཐོག་རུ་འགྲོ་ནས་མཐའ་མ་ལ་སླེབས་ཡོད། ཁྲེ་ཀལ་གྱི་སྟེང་ནས་རྒྱ་མ་ལ་བསྐྱལ་པ་རེད། ཁྱེད་རང་དཀོན་མཆོག་གི་མདུན་དུ་རྒྱ་མ་ལ་བསྐྱལ་ནས་རྒྱལ་སྲས་མ་ལུང་པ་རེད། ཕེ་རེ་གྱི་སྟེང་ནས་ཁྱེད་ཀྱི་རྒྱ་སྲས་དང་དབང་ཆ་རྣམས་བླངས་ནས་རྒྱ་ཤུག་གཞན་ལ་སྤྲད་པའི་དོན་དེ་ཡིན། བདེན་ནི་ཡལ་ལ། བྱ་དགའ་ཆེན་པོ་དང་སྐྱིད་ལ་སྲས་ཀྱི་སྐེ་ཐག། རྒྱལ་སྲས་ནང་དུ་སྐུ་ནི་ཐུམ་བུ་སོང་བ་དེས་གནོད་དགོས་པས་རྒྱལ་པོ་ཡིས་སོ་སོའི་གཡོག་པོ་རྣམས་ལ་བཀའ་གནང་བ་རེད། ཉིན་མོ་དེའི་མཚན་མོ་ལ། རྒྱལ་པོ་སྦ་ཤེ་བཟར་བསད་པ་རེད། ཁོང་གི་རྒྱལ་སྲས་དེས་མེ་སྡེ་གྱི་རྒྱལ་པོ་སྡ་རེ་ཡཱས་ལ་སྤྲད་པ་རེད།